ལོ་རྒྱུས་ཉི་ཤུ་རྩ་བཞི་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོས་ལྷ་རྫས་མ་ལ་མ་བལྟས་པར་ཡ་ཧོ་ཝཱ་དཀོན་མཆོག་ལ་བལྟས་པ་ཕུད་གསུངས་བར་ལོ་རྒྱུས་དེ་ལྟ་གི་ཡིན། ཡ་ཧོ་ཝཱ་ཡིས་གསུངས་པ། ང་ནི་ཨིས་ར་ཨེལ་པ་རྣམས་ཀྱི་རྒྱལ་པོ་ཡིན། ངས་ཁོ་ཚོ་ལ་རང་དབང་གནང་བ་ཡིན། ང་ནི་ཐམས་ཅད་ལ་དབང་སྦྱང་གནང་མཁན་ཡ་ཧོ་ཝཱ་དཀོན་མཆོག་ཡིན། ངས་ག་རེ་བཤད་པ་དེ་ལ་ནི། ང་ནི་ཐོག་མ་དང་མཐའ་མ་ཡིན། ང་མ་གཏོགས་དཀོན་མཆོག་གཞན་སུ་ཡང་མེད། སྐུ་འདྲ་ལ་རིན་ཐུང་གང་ཡང་མེད་ལ་སྐུ་འདྲ་བཟོ་མཁན་ལ་ཡང་རིན་ཐུང་གང་ཡང་མེད། ཁོ་ཚོ་ལ་བསྟེན་མཁན་ནི་ལོ་ང་རེད། ཁོ་ཚོའི་བྱ་བ་གང་ཞིག་ཤེས་ཀྱི་མ་རེད། བྱས་ཙང་ཁོ་ཚོ་ལ་ངོ་ཚ་ཡོང་གི་རེད། མི་མང་རྣམས་ཀྱིས་ལྷ་ཡི་སྐུ་འདྲ་བཟོ་ཡོད་པ་དང་འོས་ཀྱང་ལྷ་ཡི་སྐུ་འདྲ་རྣམས་ཀྱིས་མི་མང་ལ་ཕན་ཐོགས་གང་ཡང་ཡོད་མ་རེད། སྐུ་འདྲ་བཟོ་མཁན་རྣམས་མཉམ་དུ་འཛོམས་ནས་སོ་སོའི་རང་ལ་སྤྱོད་འགོ་ལྕི་བའི་ཆེད་དུ་སྐུ་འདྲ་བཟོ་བ་ཡིན་ན་ཁོ་ཚོ་ལ་ངོ་ཚ་ཡོད་པར་འགྱུར། གང་ལ་ཟེར་ན་ཁོ་ཚོ་ནི་མི་ཁོ་ན་ཡིན་པ་དང་ཁོ་ཚོ་ལ་ངོ་ཚ་ཡོང་གི་རེད། འགའ་བ་ཡིས་སྐུ་འདྲ་བཟོ་ཡའི་ལྕགས་ལ་དེ་བཟོ་བ་ནང་དུ་བསགས་ནས་དམར་པོ་བཟོ་གི་ཡོད་པ་དང་དེ་ནས་རང་གི་ཐོ་བ་དེ་བེད་སྤྱོད་བཏང་ནས་སྐུ་འདྲ་ཡི་བཟོ་ལྟ་བཟོ་གི་ཡོད། ཁོང་གིས་སོ་སོ་རང་ཉིད་ཀྱི་ཉི་ཤུའི་ཡིད་ཆེས་བེད་སྤྱད་བཏང་པ་དང། ཁོང་གྲལ་སྒོ་གཏུགས་ནས་སོ་སོ་ཡི་ཉི་ཤུ་ཅུང་བརླག་འགྲོ་གི་ཡོད་པ་མ་ཟད་ཅོར་ཅོར་རུ་འགྲོ་གི་ཡོད། ཤེས་བཟོ་པ་ཞིག་གིས་ཤེས་ལ་ཚད་འཇལ་ནས་དེ་ལ་རྟགས་འཇོག་གི་ཡོད། དེ་ནི་ཁོང་གིས་དེ་ལ་ཟུག་རྟ་ཡག་པོ་བཟོ་ནས་མི་ཡི་ཟུག་རྟ་ཡག་པོ་ཞིག་བཟོ་ནས་མཆོད་ཁང་ནང་དུ་བཞག་གི་ཡོད། ཤེས་ནག་གི་རྩི་ཤིང་ཡིན་ན་འདྲ་སོ་སོ་རང་ཉིད་ཀྱིས་བཏབ་པའི་རྩི་ཤིང་ཡིན་ན་འདྲ་ཁོང་གིས་མ་བརྟག་གི་ཡོད། ཡིན་ན་ཡང་རྩི་ཤིང་དེ་ཚོ་ནི་ཁྱབ་པ་བཏང་ནས་འཚར་ལོངས་བྱེད་ཀྱི་ཡོད། མི་ཞིག་གིས་ཤེས་ནག་ལ་ཕྱིན་ནས་ཤེས་རྡུང་ཞིག་བཏབ་པ་དང་ཤིང་གིས་ཆ་ཤས་ཤིག་སོ་སོ་རང་ལ་དྲོ་བའི་ཆེད་དུ་མི་ལ་བེད་སྤྱད་བཏང་ནས་དེའི་ནང་དུ་བག་ལེབ་བཟོ་གི་ཡོད། ཆ་ཤས་ཤིག་སོ་སོ་རང་གི་ཆེད་དུ་ཀི་འདྲ་ཞིག་བཟོ་ནས་དེ་ལ་མཆོད་པ་ཕུལ་གྱི་ཡོད། ཁོང་གིས་རྩི་ཤིང་དེ་ཡི་ཤིང་ཕྱེད་ཀ་དེས་སུ་མི་ཟ་ནས་བེད་སྤྱད་བཏང་ནས་དེ་ཡི་ཐོག་ཏུ་ཁ་ལག་བཟུང་ནས་ཁ་ལག་གྲི་གོག་མ་བརྒྱབ་བར་དུ་ཟ་བ་དང་དེ་ནི་ཁོང་གིས། ཤིང་དེས་ང་ལ་ཚ་བོ་བཟོ་བ་མ་ཟད་མི་དེས་ང་ལ་དྲོད་པོ་འདུག་ཞེས་གསུངས་པ་རེད། ཤིང་ཕྱེད་ཀ་དེ་ཡིས་ཀུན་དགའ་ཞིག་བཟོ་བ་དང་ཀུན་དགའ་དེས་ཁོང་གི་ལྷ་ཆགས་ཡིན། དེ་ནས་ཁོང་གིས་ཀུན་དགའ་དེ་ལ་ཕྱག་འཚལ་ནས་བསྟོད་པ་ཕུལ་བ་དང་ཁོང་ལ་སྨོན་ལམ་ཞུས་ནས། ང་སྐྱབས་དང་ཁྱེད་ནི་ང་ཡི་ལྷ་རེད་ཞེས་ཞུ་བ་རེད། མི་དེ་ཚོ་ཡིས་སུ་སུ་ཡིས་ག་རེ་བྱེད་ཀྱི་ཡོད་པ་དེ་ཧ་གོ་གི་མེད། ཁོ་ཚོ་ཡི་མིག་ཁ་བརྒྱུད་ནས་དྲང་བདེན་དེ་ག་རེ་ཡིན་པ་དེ་མཐོང་ཐུབ་གི་མེད། ཁོ་ཚོ་ཡི་སྲང་ལོབས་བཏུམ་ནས་དེ་ག་རེ་ཡིན་པ་ཧ་གོ་གི་མེད། མི་སུ་གཅིག་གིས་དེ་ཡི་སྐོར་སྲང་ལོ་བཏང་གི་མེད། ཧྲེང་ཟུང་ཞིག་གིས་ཧྲེང་ཆེ་ཁ་ཡི་མིག་ལ་སྐྲག་ནས་དེ་ཡི་སྟེང་དུ་ཁ་ལག་ཟུག་གི་ཡོད། གཞན་ལྷག་མ་ཕྱེད་ཀ་དེས་སུ་ཀུན་འདྲ་ཞིག་བཟོ་ནས་འདི་ལ་ཕྱག་འཚལ་གྱི་ཡོད་པ་དེ་ག་རེ་བྱས་ནས་ཕྱག་འཚལ་གྱི་ཡོད་པ་ཁོང་རང་ཉིད་ཀྱིས་ཧ་གོ་གི་མེད། མི་དེ་ནི་ལྐུགས་པ་དང་གུ་ཐིག་ཟ་མཁན་ཡིན། ཁོང་སོ་སོ་རང་ཉིད་ཀྱི་བསམ་བློ་ལ་མགོ་སྐོར་གཏོང་ནས་རང་གིས་རང་ལ་དཔྱོད་ཐུབ་ཀྱི་མེད། ཁོང་རང་གིས་རང་ལ་བསམ་ཤེས་བྱེད་མ་ཐུབ་པར་སོ་སོ་རང་ཉིད་ཀྱི་ལག་པ་ནང་དུ་ཟིན་ཡོད་པའི་ལྷ་གི་ཀུན་འདྲ་དེ་ནི་ལྷ་དངོས་གནས་མ་ཡིན་པར་བསམ་ཐུབ་ཀྱི་མེད།